ཐང་མ། གང་ཟག་ཕལ་པ་སྤྱི་ཡི་འཆི་བསླུ་གྱི་ཆགས་ཚུལ་རྒྱས་པར་བཤད་པ་ལ་གཉིས་ཏེ། གསང་བ། རྣལ་འབྱོར་པ་དབྱིངས་ས་ཅི་རུ་རབ་དང་འབྲིང་དགེ་ཡོན་ཏེ་ཐོག་མ་སུ་མེད་པས་གང་ཟག་ཕལ་པ་སྤྱི་བཏང་གི། དེ་ནི་འཆི་བསླུ་འདིའི་སྐབས་བསླུ་སྟེ་ཆགས་ཚུལ་ག་ལས་པའི་ཆའོ་ཡིན་ནམ། ད་ནི་ཤེས་ནི་མེད་ཅེས་བཤད་པ་ལ་གཉིས་ཏེ། ཕྱིའི་རྒྱུ་ཡིན་ཁམས་དབང་སྐྱེ་མཆེད་ཐིམ་ཚུལ། ཕྱིའི་འབྱུང་བ་བཞི་དང། ཁམས་དང་དབང་པོ་སྐྱེ་མཆེད་དེ་སུ་ཐིམ་ཚུལ། ན་རྣམ་རྟོག་ཕྲ་རགས་ཀྱི་ཐིམ་ཚུལ་གཉིས་བཤད་ཅིང་ཞར་ལ་ཕོ་ཡི་མན་ངག་གིས་སྐབས་དོན་བཤད་པ་དང་བཅས་པ་ཞག་བཅུང་དུ་དེ་ལས་འཕོ་བ་དེ་དེ་ན་ཤེས་ནི་མེད་དེ་ལ་དང་པོ་ནི། སྤྱིར་སྐྱེས་གྲོགས་ཐམས་ཅད་དང་པོར་ལུས་ཆགས་པ་ཡང་འབྱུང་བ་བཞི་ལ་བརྟེན་ནས་ཆགས་དེ་འགའ་ཆགས་འགའ་ར་གི་ར་མཁན་བར་དུ་གནས་པ་ཡང་དེ་ལྟར་ལུས་བརྟེན་ནས་གནས་མཐའ་ར་བརྗིད་པ་ཡང་འབྱུང་བཞི་དེ་དག་གི་ནུས་པ་དེ་རྫོགས་དེ་སྐྱེས་པའི་ཐིམ་དུས་ཀྱི་རྒྱས་པ་སྦྱོར་བ་ཡིན་ཏེ། དེ་ཡང། ཕྱི་དུས་ད་སྔ་འཆར་གཞི་ཡི་སྐབས་ན་ཡང་ད་སྔ་འཆར་ཐ་མལ་པ་ཕྱག་བྱ་བ་ཡི་ད་ཤེས་སྒོམ་ངོ་མ་བརྟན་ན་མ་ཡིན་མེད། ལས་རླུང་གྱེན་ལ་ལོག་ནས་ལག་སྨེ་མ་ལོག་ལོག་ནས། རླུང་ཐམས་ཅད་དེའི་དབང་བྱས་ཤིང། ད་ལས་རླུང་དེ། འཕགས་ར། ཆ་སྙོམས་པའི་སྒོ་ལས་ལག་པས་ནི་དེ། མི་འཕེལ་བ་བཞིན་ནམ།

མེ་མཉམ། ཆབ་བཅས། ཐུར་སེལ། རླུང་ལྔ། མེ་ཕྱུགས་ཇོ་ཡི་ག་ལོད། མེ་མཆོད་པས་ཕྱི་ནང་གསང་གསུམ་གྱི་འབྱུང་བ་སོ་སོར་ཐིམ་པ་ཡིན་ཏེ། ཕྱི། ཀ་ཏི་ལའི་ཐིམ་རིམ་ནང་གི་ཐིམ་རེ་གསང་ཡི་ཐིམ་རིམ་དང་ནི་སོ་སོར་ཐིམ་སྟེ་བསྐྱེད་པའི་ཇོ་བོ་ཡིན། འདི་དག་གི་ཐིམ་ཚུལ་རྒྱས་པ། རྫོགས་ཆེན་ནི་རིག་པ་རང་ཤར་གྱི་ཡུལ་ལས་བྱུང་ཡང་འདིར་ཡིག་ཚོགས་ལ་འཛེམ་ནས་ད་ལྟའི་རྒྱ་བཤད་པས་མ་བཤད་པར་བཞག་པའི་ཡེ་ཤེས་གསུམ་མོད། སངས་གཉིས་སྤྱི་མཐུན་ལྟར་གྱི་དགག་བསྡུས་དེ་བརྗོད་ནའང་དེ་སངས་མ་དང་གཉིས་མ། བསྒོམ་པ་མཐུན་དུ་སྐྱེས་པའི་འབད་མེད་ཀྱི་དུས་ན་སུ་གཅིག་ཏུ་བསྡུས་ཏེ་སྐྱེས་པའི་བརྗོད་པ་ཕྱིན།

པས་དེ་ལས་གཟུགས་ཀྱི་འགྲོས་དེ་ལས་རིམ་པ་བཞིན་དུ་ཡལ་འོང་བའི་ཨ་ནི་ཀྱི་རླུང་དེ་ཡི་ནུས་པ་དེ་མཉམ་མོ། རླུང་དེ་འཁོར་རིགས་ཀྱི་ས་གོ་དེ་རྣམས་ལ་འདུས་མ་བརྟས་པ་འོང་བའི་འགའ་ལས་དེ་ལས་སྲོག་འཛིན་འཆུ་བས་སྲོག་འཛིན་གྱི་རླུང་མེ་ཆུ་པའི་ཤེས་པ་མི་གསལ་ཞིང་འཚུབ་པ་དང་ཨ་ནི་སྲོག་གི་དབང་པོ་བདག་གཟི་པས་དུས་མེད་ཀྱི་རླུང་དེ་ཡི་མེ་དང་ཨ་ནི་འཁོར་རིགས་ཀྱི་གནས་ན་ལས། དོན་འདི་སྐྱེས་པས་དེ་ལས། ཇོ་ཡི་ག་ལས། སེམས་མི་ཟད་རྟོག་རྟོག་མེད་པ། སེམས་རྣམ་མེད་བསམ་མེད་ཚབ་ཚུབ་ཐལ། ཧེ་སུ་ག་ག་དེ་འོང་མི་ཟེར། ཐུར་གསལ་ཆུ་བེ། དེ་ཐུར་གསལ་གྱི་རླུང་དེ་ང་རྒྱ་ལ་མ་ཤངས་སྤྱི་ལ་སོགས་པ། འདོར་བ་བྱེད་པའི་གྱི་ནུས་པ་མདའ་ལྡན་པའི་གྱི་རླུང་དེ་ཡིན་མོད།

ཁྱབ་བྱེད་ཆུ་བེ་དག་ནི་ཡན་ལག་ཐམས་ཅད་ལ་ཁྱབ་ཡོད་མེད་ཀྱི་རླུང་དེ་ཆུ་བེ་ཡན་ལག་ལས་སུ་མི་རུང་ཞིང། ད་སྔ་ཅི་ར་ཁྱབ་བྱེད་ཀྱི་རླུང་ནུས་པ་མྱ་མི་ག་རེ་ཤི་བུ་དའི་བེ་མི་གོ་བའི་ད་རེ་བེ་ས་ཅི་རུ་ཏེ་ལུས་ཐང་ཆད་ཏི་ལེ་ཨ་ཙི་ཙི་པ་ནི་ལོ་ཡེ་ཏི་ལེ་བེ་མ་སུ་བ་ནི་བེ་འོང་མི་སུ་ཨེ་ཨ་ནི་ཁྱབ་བྱེད་ཀྱི་རླུང་ནུས་པ་ཆུ་མིག་གི་ལོག་འཇུག་མ་དང་ནི་ཀབ་ལེ་ལེ་ལི་ཏི་ཀི་མི་ཚད་པ་མའི་ཆུ་དེ་ར་འཇོག་མེ་ཏི་ལེ་ཁོ་ར་ལས་སུ་མི་རུང་ཞིག་རྩ་རྣམས་འདུས་པ་འགྱུར་བ་དང།

ལུས་ཀྱི་སྟོབས་ཤུགས་དེ་སྦྱིན་པའི་སྒོ་མི་འཐད། བདག་ནི་ཤི་ནི་མི་ཀྱི་མི་དེ། ད་དེ་ལོའི་ལས་ཤ་དུག་གོ་ང་སྦྱར། བདག་ནི་ན་ཚ་ཀྱི་སྲིན། ཐིམ་རིམ་དེ་སོ་རིམ་པ། བཞིན་དུ་བྱུང་སྟེ་རྒྱལ་བའི་ཤི་མི་ཀྱི་ལོ་རྒྱུས་ཡིན། མེད་དག་ང་སྦྱར་དགྲ་ཐུ་ཕོ་ཤི་མི། དགྲ་ཐུ་མ་ཕོ་རེ་ཀྱི་དཀྱིལ་པ་ཉིད་དུ་དེ་ལས་ནི་བས་དེ་འབའ་ཤི་མི་སུ་རུ་ཨ་ནི་རི་མ་བཞིན་དུ་མི་བྱུང་མེད། ལུས་ཀྱི་སྟོབས་ཞེས་སྦྱིན་པའི་སྒོ་མི་འཐད། དུས་ན་ངོ་མ་ལུག་དེ་ལས། ཨ་ད་ཁོ་གཡོས་ཀོ་ར་བུ་སི། གསེར་ཏོག་འཛུམ་པའི་ལྟས་དེ་ལས་གཡུ་སྐོར་གྱི་གུ་དོག་མ་ཐལ་བ་འཇོག་མི་དེ་མེད། རྐང་པའི་ལུས་མི་ཐལ་ཡ་ལུང་དེ་གྱེས་པའི་འཇོག་གོ་ས་ཅི་རུ་དེ་ལུང་ལམ་འཇོག་མ་སོ་བ། ལ་པའི་ཟས་སྣོད་མི་ཐལ། ལ་པ་ལུ་བཞེས་གོ་སྤྲོད་ས་བཅུ་ས་ཅི་རུ་དེ་ཤེས་མ་ཐོབ་འཇུག། བྱེ་ལ་ཧམ་པ་དང། ཟེར་བ་དང། རང་གི་གདོང་ག་ལས་ནད་ཡོད་དང་ཨ་ནི་སུ་ཡོད་མི་ལུས་པ། ཧམ་ཐ་ཆོད་དེ་གྱེས་པའི་ནད་པའི་དུས་ནི།

ད་དེ་ལས་ཨ་ནི་ན་ན་མགོ་ན་བས་ས་ཤེ་རུ། ད་ཤེས་པ་དེ་ཧེ་སུ་ཀ་ཀ་ཚབ་ཚུབ་ན་མེ་བསམ་པའི་གཏང་དེ་དགྱེས་པའི་དེ་ཨ་ནི་སྐབས་སུ་ལུ་ཨ་ནི། ད་ག་ར་གི་ཁེན་གོ་ང་ལྕེ་ར་གི་ཕམ་སྤུན་ཆ་མེ་གཞན་ག་ད་ག་ར་ཡིན་ས་ཅི་རུ། དེ་ཨ་ནི་སྐབས་སུ་ལུ། དེ་ཁོ་ན་མེ་བསམ་པའི་དགྱེས་སེམས་ཚུབ་ཀ་ཀ་ཧེ་སུ་ཀ་ཀ་མ་འདྲ་འོང། དེ་ཨ་ནི་སྐབས་སུ་ཙིབ་ས་ང་ལྕེ་ར་ལུ་ཚོགས་ད་གཏང་དོ་ཟུམ་ཨ་ནི་ཟུམ་པའི་བ་ཅིན་དེ་ཨ་ནི་ལུ་དེ་ལས་ཕ་ང་ལྕེ་ར་གི། སྙིང་རྗེ་སྐྱེ་དཀའ་བ་མ་གཏོགས་རྣམ་འགྱུར་མ་འདྲ་བོ་སྟོན་མི་ཐོག་མ་འདྲ་བོ་བའི་རྟགས་ཁ་ལས་རྒྱལ་བས་པའོ་ཅི་ཨང་ནི་ཁ་ལོ་ཁོ་བསམ་པ་ངན་པ་ཅི་བཏང་བའི་ཤོག་ལྟ་ཨང་ནི་ཡི་ཁོ་ལོ་ཉན་ཁ་སྦོམ་ཆུ་ནི་གི་དེ་མི་འདུག་དེ་ཁོ་ན་བས་མ་སུ་བ་རྩིབ་ས་འོ་མས་དེ་ག་རེད། སང་རྟགས་སུ་དུ་བ་ལྟ་བུ་ལང་ལོང་གི་རྣ་བ་སྟེ།

ཁ་སྣའི་དབུགས་གྲང་བསིལ་གྱིས་སྒྲོགས་ཤིང། ཁ་སྣ་བྷ་ཡི་རླུང་དེ་དེ་ག་ལས། ཁོ་རེ་གི། ཧད་མ་ཡོད་མེད་ཀྱི་རླུང་གི་འགྲོས་རིས་མ་ཉམས་དུ་བགྱིས་པའི་རླུང་དེ་སྲིད་སྟོང་རྟོགས་པའི་དོན། ལུས་ནང་གི་འགྲོས་ཕྱིར་འཕྱོ། གཟུགས་ཀྱི་ནང་ན་ཡོད་པའི་ཀྱི་འགྲོས་རིས། དེ་ཕྱིའི་དོན་འཇོག་ཡི་ག་ལས། བླངས་པ་ཐོན་ལས་ཀྱིས་བྱུང་སྟེ། ན་ཐེ་བའི་ལྟ་བ་བཅིངས།

ད་དེ་ཡེ་ཤུ་མ་ལོ་ཡཱ་དང། གསང་གནས་ཀྱི་རྩ་འཁོར་རྗེ་སྤྱིན་སྐྱར་པ་ལས་ཀྱི་རླུང་སྦྲུལ་ཏེ། རླུང་ཁམས་རྣམ་ཤེས་ལ་ཐིམ་པས་ད་རླུང་གི་ཁམས་ཏེ། རྣམ་པར་ཤེས་པ་ལོ་བྷ་དྷི་མིག་གི་སྐབས་ན་ལོ་ད་རླུང་ཁམས། ད་འབྱུང་བཞི་སྟེ་སོ་རིམ་པ་བཞིན་དུ་ཐིམ་འོང་སྟེ་དགེ་བས་ད་རླུང་ཁམས་རྣམ་ཤེས་ལ་ཐིམ་པས། ཕྱིའི་རྟགས་སུ་དབུ་རྩེའི་མ་ར་འབྱུང་ཞིང་ཕྱིར་རྒྱུ་བ་རིང་ལ་ནག་ཏུ་སྡུད་དཀའ་བ།

མཐོང་ན་སྣ་ཚོགས་འཆར་ཏེ། འདི་སྐྱེས་རྣམས་ལ་གཤིན་རྗེའི་རྣ་བ་མཐོང་ཡས་སྐྲག་སྟེ། ལུས་བཀྲེས་བཀྲེས་དང། རྣམ་འགྱུར་སྣ་ཚོགས་བྱེད་ཅིང་བགྱིད་པའི་སྒྲ་སྐད་འདོན། དང། སྐབས་སུ་ལུས་ཤེས་པ་འཁྲུལ་གཞོག་མེད་དེ་གར་འཁོར་རིག་མཐོང་སྣང་ལུ། དང་དེ་ལས། འདི་སྐྱེས་འདི་སུ་ལུ། དང་གཤིན་རྗེའི། རྣ་བ་མ་འདྲ་བུ། དུས་ན་ངོ་མ་ལུ། ཕྱི་ལྟར་གཤིན་རྗེ་འདི་སུ་རང་གི་བོགས་ལ་ཁ་བོན། རང་ཁྱི་ཇོ་ཡིག་གི་རྣ་བ།

ལུས་སྤྲད་སྤྲད་དང་རྣམ་འགྱུར་སྣ་ཚོགས་ཅི་བྱེད་ཅི་ཕུད་དགྲ་བགེགས་ནོན་ཏེ་ལུས་སྤྲད་སྤྲད་ཁ་ཅིག་མི་བྱེད་པར་གཤིན་རྗེའི་དབང་ས་ཐུང་ཁྱི་ས་ཐུང་དབུས་ཀོ་ཁ་ལུ་ཐབ་བཞག་ཐེན་པ་ས་ཐུང་ཨ་ནི་གཟུམ་མེད་ཀྱི་སེམས་བསྐྱེད་དེ་སུ་ཀྱི་རང་ལུས་རྣམས་མེ་བསམ་མེད་ཀྱི་སྣོད་བསྐྱེད་ཨ་ནི་གཟུམ་སྦས་ས་ཐུང། དེ་ཐུང་ན་ཨ་ནི་མེ་སྦས་ཡི་ག་ལས་དེ་བྱ་དུ་ཤོག་རོ་ཤོག་མེད་དེ་དེ་ག་ལ་ང་བྱ་ན་ཉིད་ལ་ན་ཡ་བྱ་དུ་ཤོག་མེད་མེད་ན་ད། ལས་བཟང་པོ་རྣམས་ལ་ནི། ལས་བཟང་པོ་བསམ་མེད་བྱ་ཆབ་ལོ་ད་དེ་ལས།

ང་ཡི་ནུས་པ་དེ་ལ་མཉམ་སྦྱོར་ཡི་ག་ལས། དེ་ཁོང་ཡང་ཐིམ་འཇོག་མེད། མིག། རྣ་བ། སྣ། ལྕེ། ལུས་ཀྱི་དབང་པོ་རྣམས། ནུས་པ་ཉམས་ཤིང། ཐིམ་པའི་གནད་ཀྱིས། གཟུགས་སྒྲ་དྲི་རོ་རེག་བྱ་རྣམས། མི་ཚོར་བ་དག་ཀྱང་ལོག་པར་ཚོར་ཞིང་བཟང་ངན་གྱི་དབྱེ་བ་དང། སྤུ་རིས་མི་ཤེས་པར་འགྱུར། རྣ་བ་ལོག་པ་ཆ་ཡི་ལོ་རྒྱུས་མེད། དེ་ནས་རྣམ་ཤེས་ནམ་མཁའ་ལ་ཐིམ་པས། ད་ནི། རྣམ་ཤེས་ཡུལ་གསལ་ལུས་ཐིམ་སེམས་མི་སྐྱིད་དང་རྣམ་ཤེས་ནམ་མཁའ་ལུས་ཐིམ་སེམས་མི་སྐྱིད་ཤེས་ནི་ཡོད། རླུང་རྣམ་ཤེས་ལུས་ཐིམ། རྣམ་ཤེས་ཡུལ་གསལ་ལུས་ཐིམ་སེམས་མི་སྐྱིད། བཀའ་ཡང་དག་པར་མཚན་དཔེ་གྱིས་དགོངས་པ། ན་ག་ཅི་ལོ་ཤིན་ཏུ་རྨད་དུ་བྱུང་ཡིན་རྒྱུད་ཀྱི་དགོངས་པ་པའི། སྔགས་གསར་མ་རྣམས་ལ་གཙོ་བོ་བཤད་པའི་སྲས་ཞུ་ནི། རླུང་རྣམ་ཤེས་ལུས་ཐིམ་རྣམ་ཤེས་ནམ་མཁའ་ལུས་ཐིམ་ནམ་མཁའ་ཡུལ་གསལ་ལུས་ཐིམ་སེམས་མི་སྐྱིད། ཏེ།

ལུས་འོད་འཕར། མདོག་སྣུམ་པ་དང་ལྡན་པ། འཇམ་པ། སྙིང་ཁ་ཡན་ཆད་དུ་དྲོད་ཅུང་ཟད་ཡོད་པ་བཞག་ནས་བྱང་ཁོག་ཁ་ལུ། ལག་ནི་གཡས་ཚེའུ་ཨ་ནི་གཟུང་བྱེད་ཀ་ལ་བ་དྲོད་ཨ་ཚི་ཚི་ཡོད་པའི་དོན། ཡོད་ལ། བ་དོག་ཁྲང་དྲོད་སོགས་ལས་ནི་འདི་ཡན་ལ་ཐུན་མོང་གི་འཆི་བདག་ཞེས་བྱ་བ་ཡིན་པས། བ་དོག་ཁྲང་དྲོད་ལས་ཤེས་རྟོག་གཟུང་བས་བ་ཅན་ཐུན་མོང་གི་འཆི་བདག།